ཞུ་བ་ཐུགས་ཀྱི་སློབ་གཉེར་པ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ད་དེ་རིང་སློབ་ཚན་དུ་དབུ་འཛུགས་ཞུ་ཡ་ཡིན། ད་དེ་རིང་གི་སློབ་ཚན་ནང་ལ་ཤོ་ལོ་ཀ་གཉིས་འགྲོ་ཡ་ཡིན་ཤོ་ལོ་ཀ་གཉིས་འགྲོ་ཡ་ནང་ནས་དེ་རིང་གི་ཤོ་ལོ་ཀ་དང་པོ་དེ་ག་རེ་ཞེས་སུ་ལབ་པ་ཡིན་ན་ཕར་སྒང་ལ་ཁྱེད་རང་ཕར་སྒང་བྲིས་འདུག་ཨ། སྦྱོར་ལམ་རྒྱུད་ལ་སྐྱེས་ཚུལ་དངོས་ཀྱི་དོན། སྦྱོར་ལམ་ས་འདི་རེད་ད། དཔེར་ན་ང་ཚོ་སློབ་ཕྲུག་ཅིག། འཛིན་གྲྭ་བཅུ་བར་འགྲོ་དགོས་ཡོད་པ་ཡིན་ན། དང་པོ་འཛིན་གྲྭ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་བ་འགྲོ་དགོས་ཡོད། དཔེར་ན་སངས་རྒྱས་གོ་འཕང་ཐོབ་པར་བྱེད་པ་ལ་ལམ་ལྔ་ཡོད། ཚོགས་ལམ། ཚོགས་ཚ་ན་ཚོགས་ཁ་ས་ཚོགས་ལམ་མ་ན་ཚོགས་ལམ་སྦྱོར་ལམ་དེ་དག་སྦྱོར་ལམ་ལམ་གཉིས་པ། དེ་ནི་ཚོགས་ལམ་སྦྱོར་ལམ་མཐོང་ལམ།

བྱས་ཙང་དེ་རིང་གི་ནང་ནས་སྦྱོར་ལམ་རང་གི་རྒྱུད་ལ་སྐྱེད་པར་བྱེད་པ་ལ་ང་ཚོ་ཤེས་དགོས་ཡ་ང་ཚོར་ཐོབ་དགོས་ཡ་ག་རེ་ག་རེ་ཡོད་མེད་འོ་དེ་ཡོན་ཏན་ལྔ་ཞེས་གི་རེད་ཁྱད་ཆོས་ལྔ་ཞེས། དང་པོ་དེས་དད་པ་འདོ་བ་དད་པ། དེས་དང་བརྩོན་འགྲུས་བདག་དང་དྲན་པ་དང། དང་པོ་དད་པ་བྱེད། དད་པ་སེང་ཁ་སང་གོང་དུ་འགྲེལ་བཤད་རྒྱག་ཚར་ཡིན་པ་ང་ཚོ་ལས་རྒྱུ་འབྲས་ལ་ཡིད་ཆེས་པའི་དད་པ། ད་བདེན་པ་ཞིག་བདེན་པ་ཞིག་ཀུན་འབྱུང་དང་འདི་སྣང་ལ། བདེན་པ་ཞིག་ལ་ཡིད་ཆེས་པའི་བསྟན་པ། སོ་ག་སོ། སྡུག་བསྔལ་བདེན་པ། ཀུན་འབྱུང་བདེན་པ། འཁོར་བ་ལམ་གྱི་བདེན་པ། བདེན་པ་ཞིག་ཡོད་རང་ཨོ། བདེན་པ་བརྩོན་འགྲུས་བརྩོན་འགྲུས་རང་རེད་དཔེར་ན། བརྩོན་གང་དགེ་ལ་སྤྲོ་བ་ཨོ། དགེ་བའི་ལས་ཀ་གཅིག་ལ་དགའ་བོ་ང་ན་བྱས་བྱས་ལ་བརྩོན་འགྲུས་སུ་བ་རེད། དཔེར་ན་སློབ་ཕྲུག་ཅིག་གིས་སྒྲུང་དེབ་ཀློག་ཡས་ལ་དཔེ་དགའ་བོ་ཡོད་ན་ཨོ་དེ་ལ་བརྩོན་འགྲུས་སུ་ལབ་རེད། སློབ་ཕྲུག་ཅིག་དེབ་གཡོག་ལ་དགའ་དེབ་ཀློག་ཡས་ལ་དགའ་བོ་མེད་པ་ཅིག་ནི་མི་གཅིག་གིས་ཨུ་ཚུགས་བརྒྱབ་ནས་ཀློག་སོང་ལ་ད་འདུག་ང་འདོད་བཞིན་དུ་ཀློག་འདོད་མེད་བཞིན་དུ་ཀློག་པ་དེ་བརྩོན་འགྲུས་སུ་གི་མ་རེད། དགའ་བོ་ཡང་ན་གི་བྱས་དེ་ལ་བརྩོན་འགྲུས་སུ་ལབ་རེད། དེ་དང་བརྩོན་འགྲུས། བདག། སེམས་ཉིད་བདེ་བ་ཚིག་ཀྱང་བདག་དང་བཞི། དྲན་པ་སེམས་དྲན་པར་དྲན་པ་མ་ཉམས་པར་བྱས་ཏེ་དགེ་བའི་ལས་ཀ་བྱས་ལ་དྲན་པ་བརྟན་པོ་བྱས་ནས་ང་འདི་འདྲ་བྱས་པ་ཡིན་ན་དགེ་བའི་ལས་ཀ་དཔེར་ན་མི་དགེ་བའི་ལས་ཀ་ཕྲ་མོ་ཅིག་བྱས་པ་ཡིན་པ་ཡིན་ན་ཡང་དཔེར་ན་ཁྱེད་རྣམས་ཐ་ན་ཁྱེད་རང་གི་རྐང་པའི་འོག་ལ་འབུ་གྲོག་མ་ཞིག་ཤི་བ་ཡིན་པ་ཡིན་ན་ཡང་སྡིག་པའི་ལས་ཡིན་བསམ་དྲན་པ་བརྟན་པོ་ཞིག་འདས་ཆོག་དྲན་པ་ཟེར་ལབ་རེད། ཏིང་ངེ་འཛིན་ཟེར་ཏེ་དྲན་པ་བརྟན་པོ་དྲན་པ་ཡོད་པ་གང་ང་དྲན་པ་དེ་མི་ཚང་མ་ལ་ཡོད་རེད་བ། དྲན་པ་ཡོད་པ་དྲན་པ་བརྟན་པོ་ཞིག་གནས་དགོས་ཏེ།

མདོ་དང་འགྲེལ་བཤད་ཀྱང་དག། བདེན་བྲལ་དམ་མཁར་དུ་བསླང་བས་ནི། དང་པོ་དད་པ་འདི་འགྲེལ་བཤད་དག། བདེན་པ་བཞི་ལ་ཡིད་ཆེས་པའི་དད་པ། དད་པ་གྱི་འགྲེལ་བཤད་དང་བདེན་པ་བཞི་ལ། ཀུན་འབྱུང་དང་སངས་རྒྱས་བཅོམ་ལྡན་འདས་དང་པོ་ཐོག་མ་སངས་རྒྱས་ནས་བར་ན་སེལ་བདེན་པ་བཞིའི་ཆོ་ག་བསྒོ་བར། འདི་ནི་སྡུག་བསྔལ་བདེན་པའི་འཕགས་འདི་ནི་སྡུག་བསྔལ་དགའ་སེལ་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་འདི་ནི་ཀུན་འབྱུང་འཕགས་པའི་བདེན་པའོ་འདི་ནི་འགོག་པ

ཐར་ལམ། ཐར་ལམ་ཁ་སང་ཐར་ལམ་མངོན་དུ་བྱས་པ་ལ་བརྩོན་འགྲུས་འདུ་བ། ཐར་པའི་ལམ་ཐོབ་ཡ་ཆེད་དུ་སངས་རྒྱས་འཁོར་བ་ཐོབ་ཡ་ཆེད་དུ་བ་དེ་ལ་བརྩོན་འགྲུས་བྱས་ནས་འབད་བརྩོན་བྱས་དེ་ལ་བརྩོན་འགྲུས་ཟེར་བ་རེད་དོ། ཐར་པའི་ལམ་མངོན་དུ་བྱས་པ་ཐར་པའི་ལམ་ཐར་པའི་ཐར་པའི་ལམ་ཐར་ལམ་རང་གི་རྒྱུད་ལ་ཐོབ་པའི་མདོར་བསྡུ་ན་འཁོར་བ་ལ་མཐའ་ཡས་ལ། ལམ་ལ་བསྒོམ་དགོས་བ་རོ་ད་ལྟ་ལམ་འདི་ཡིན་པ་དང་སྦྱོར་ལམ་མིན་པ་སྦྱོར་ལམ་ལམ་ལྔའི་དང་པོ་གཉིས་པ་དེ་སྦྱོར་ལམ་ཡིན་པའོ། དེ་ཐར་ལམ་མངོན་དུ་བྱེད་པ་ལ་བརྩོན་འགྲུས་བྱེད་དགོས། བརྩོན་འགྲུས་དང། བརྩོན་འགྲུས་ཟེར་བ་དེ་བརྩོན་འགྲུས་ཟེར་བ་ཐར་ལམ་འཁོར་བ་ཐར་པའི་ལམ་ཐོབ་པ་ཡང་ལམ་འབད་བརྩོན་བྱས་དེ་བརྩོན་འགྲུས་ཟེར་བ་རེད་ལབ་རེད། དེ་དེ་ཤུགས་དེ་ལ་དེ་དང་བརྩོན་འགྲུས་དྲན་པ་བསལ་ཏེ་འགྲོ་འདི། བདེན་པའི་གཞི་ཡི་གེ་དེ་དགའ། བདེན་པའི་རྣམ་པ་བདེན་པའི་རྣམ་པ་མི་འབྱེད་པའི་དྲན་པ་བདེན་པ་ཞིག་གི་གནས་ལུགས་དེ་མ་དཔྱད་པར་བྱས་ནས་དྲན་པ་བརྟན་པོ་བྱས་ནས་ཀུན་འབྱུང་བདེན་པ་དང་ཀུན་འབྱུང་དང་ཁམས་པའི་ཀུན་འབྱུང་སྡུག་བསྔལ་བདེན་པ་ག་རེ་ཡིན་པ་ཀུན་འབྱུང་བདེན་པའི་རང་བཞིན་ག་རེ་ཡིན་པ་འགོག་པ་བདེན་པའི་འགོག་པ་བདེན་པའི་རང་བཞིན་ག་རེ་ཡིན་པ་ལམ་བདེན་པའི་རང་བཞིན་འོ་དེ་མ་དཔྱད་པ་ལ་འོ་དེ་དྲན་པ་ཟེར་བ་རེད་ལབ་རེད། ད་མ་དཔྱད་པའི་ཐོག་ནས་དེ་ལ་དེ་ལ་སེམས་རྩེ་གཅིག་ཏུ་གནས་པའི་ཏིང་ངེ་འཛིན་བདེན་པ་ཞིག་བསྒོམས་ནས་ཀུན་འབྱུང་བདེན་པ་སྡུག་བསྔལ་བདེན་པ་ཀུན་འབྱུང་དང་འགོག་པའི་ལམ་གྱི་བདེན་པ་ཐ་རྩེ་གཅིག་ཏུ་བསྒོམས་ནས་འོ་དེ་ཡང་དེ་ལ་ག་ཏིང་ངེ་འཛིན་ཟེར་བ་རེད་ལབ་འདུག།

ཆོས་རྣམས་ཀྱི་གནས་ལུགས། ཆོས་རྣམས་ཀྱི་གནས་ལུགས་ཡང་དག་པར་རྟོགས་པའི་ཤེས་རབ་འདུལ་བ། གནས་པའི་ཤེས་བྱ་ཤེས་བྱ་ཆོས་ཟེར་ན་ཤེས་བྱ། ཤེས་བྱ་མང་པོ་ཅིག་གི་ཤེས་བྱ་ལ་ཤེས་པར་བྱེད་པ་ནི་ཤེས་དགོས་པ་ཅིག་ཤེས་དགོས་ཡ་ཅིག་ཤེས་མ་དགོས་གཉིས་ཡོད་ཤེས་དགོས་ཡ་ཅིག་དང་ཤེས་མ་དགོས་གཉིས་ཡོད་རོ། དེ་ལ་ཆོས་རྣམས་ཀྱི་གནས་ལུགས་གནས་ལུགས་གང་ཡིན་པ་དེ། རང་བཞིན་གང་ཡིན་པ་ཆོས་རྣམས་ཀྱི་གནས་ལུགས་རང་བཞིན་གང་ཡིན་པ་དེ་ཡང་དག་པར་རྟོགས་པའི་ཡག་པོ་ཆེ་ན་རྟོགས་པའི་ཤེས་རབ་ཟེར་བ་རེད་བ། ད་ནི་ངས་ག་རེ་ཟེར་ལབ་ཡོད་ན་མི་ལ་རྣམ་དཔྱོད་ཀྱི་ཤེས་རབ་ལ་ཡིན་པ། མི་ལ་རྣམ་དཔྱོད་དུད་འགྲོ་ལ་མེད་པའི་གི་མི་ལ་གར་ཡོད་སོང་རྣམ་དཔྱོད་ཀྱི་ཤེས་རབ་ཡོད་རེད་ལབ་རེད་རྣམ་དཔྱོད་ཤེས་རབ་ཟེར་ཏེ་བྱེད་རུང་བ་དང་བྱེད་མི་རུང་བ་དབྱེ་བ་ཕྱེ་ཤེས་མཁན་ལེགས་ཉེས་དབྱེ་བ་ཕྱེ་ཤེས་མཁན་གཅིག་ལ་འོ་དེ་ལ་རྣམ་དཔྱོད་ཟེར་གི་རེད་འོ་རྣམ་དཔྱོད་ཀྱི་འདི་ནང་ལ་འདུག་ཆོས་རྣམས་ཀྱི་ཆོས་ཤེས་བྱ་རྣམས་ཀྱི་ཆོས་ཟེར་ན་ཤེས་བྱ་ལ་ཤེས་ཤེས་བྱ་ཤེས་བྱ་ནང་ལ་ཤེས་བྱ་དགོས་ཤེས་བྱ་ཀྱི་གནས་ཚུལ་ཡིན་ཤེས་བྱ་ཀྱི་གནས་ཚུལ་ཡང་རྟོགས་པ་རྟོགས་པ་བྱེད་པ་ལ་འོ་དེ་ཤེས་རབ་དགོས་ཀྱི་ཡོད་རེད་བ་འོ་དེ་ཆོས་རྣམས་ཀྱི་གནས་ལུགས་གནས་སྟངས་ཡང་དག་པ་ཡག་པོ་རྟོགས་པའི་ཤེས་རབ་དེ། ཤེས་རབ་དེ་ལྔ་པོ་འདི་དང་ལྔ་པོ་འདི་དང་ལྔ་པོ་འདི་སོ། དེ་དད་པ་དང་གཅིག་ཅིག་བརྩོན་འགྲུས་དང་གཉིས་ཅིག་དྲན་པ་དང་གསུམ་ཅིག་ཏིང་ངེ་འཛིན་ཤེས་རབ་འོ་འདི་དང་འདུ་བ། ལྔ་པོ་འདི་དང་ལྔ་པོ་འདི་རྣམས་ནི་ཐར་ལམ་བསྒྲུབ་པའི་འདུ་བ་ཐར་ལམ་བསྒྲུབ་པའི་ཐབས་ཤེས་ཀྱི་རྩེ་མོར་འདུ་བ། སངས་རྒྱས་གོ་འཕང་ཐོབ་ཡ་ལ་ཐར་ཐབས་ཤེས་ཀྱི་ཐར་ལམ་ཐོབ་ཡ་ལ་ཐར་པའི་ལམ་ཐོབ་ཡ་ལ་འཁོར་བ་ལ་ཐར་ཡ་ལ། སྒྲུབ་པའི་ཐབས་ཤེས་ཀྱི་རྩེ་མོའམ་ཐབས་ཤེས་ཀྱི་རྩེ་མོ་ཡང་རྩེ་མོའམ་རྩེ་མོའམ་རྩེ་མོ་ཟེར་ན་ང་ཚོ་འགྲོ་བ་ང་ཚོ་མཐོ་ཤོས་དེ་ལ་རྩེ་ཟེར་བ་རེད་རྩེ་མི་དེ་རྩེ་གྲ་རེད་ཟེར་ཡག་ཤོས་ཟེར་བ་རེད། རྩེ་མོའམ་མཆོག་ཏུ་གྱུར་པ་ཡིན་པས་འོ་དེ་དང་དེ་ལྔ་སྟེ། ལམ་ལྔ་དེ་ག་ས་ཐ་ལ་ཐར་པ་ཐོབ་ཡ་ལ། ཐབས་ཤེས་དུ་མ་བསམ་ན་ཡག་ཤོས་དེ་རེད་མཆོག་ཏུ་གྱུར་པ་དེ་རེད་ལ་འགྱུར་བས་ཡིན་པ་མངོན་པར་མངོན་པར།

ངའི་དགོངས་དོན་ག་རེ་ཞུ་གསུངས་པ་ཡིན་ན་སངས་རྒྱས་གོ་འཕང་ཐོབ་ཡ་ལམ་ལྔ་ཡོད་ལ་ཡིན་པ་ཚོགས་ལམ། སྦྱོར་ལམ། མཐོང་ལམ། སྒོམ་ལམ་མི་ལུས་ལམ། ལམ་གཉིས་པ་སྦྱོར་ལམ་རྒྱུད་ལ་སྐྱེད་པར་བྱེད་པ་ལ་སྦྱོར་ལམ་རང་སྦྱོར་ལམ་རང་ལ་ཐོབ་པ་སྦྱོར་ལམ་གྱི་ཡོན་ཏན་དེ་རང་ལ་ཐོབ་པར་བྱེད་པ་ལ་གར་དགོངས། དོན་ཚན་ལྔ་ཞིག་དགོངས་འདུག་དད་པ་དགོངས་འདུག་བརྩོན་འགྲུས་དགོངས་འདུག་དྲན་པ་དགོངས་འདུག་ཏིང་ངེ་འཛིན་ཤེས་རབ་འོ་དེ་ལྔ་བྱུང་སོང་ན་དེ་སྦྱོར་ལམ་རྒྱུད་ལ་སྐྱེས་ལ་སྦྱོར་ལམ་གྱི་ཡོན་ཏན་རང་རྒྱུད་ལ་སྐྱེ་ལ་དཔེ་མི་སྲིད་ཀྱི། རང་རྒྱུད་ལ་ཕན་འདོགས་སྲིད་བའི་རེད། སྦྱོར་ལམ་རྒྱུད་ཐབས་ཤེས་ཐབས་ཤེས་སྦྱོར་ལམ་རྒྱུད་ལ་སྐྱེ་ཡ་དེ། ཐབས་ཤེས་ཀྱི་ནང་ནས་ཐམས་ཅད་རྩེ་མོའང་མཆོག་ཏུ་གྱུར་པ་དེ་ཡིན་པ་དེ་ནི་མཆོག་ལྔ་སོགས་འདི། དགག་ས་འདི་ན་ལ། ཀོང་པོ་འདི་ལྔ་དེ་ལ། རྩེ་མོའང་ཡང་ན་མཆོག་ཏུ་གྱུར་པ་སྲིད་བའི་རེད་ཟེར་རོ། འདི་ག་ས་ལ་བས་ན་ང་ཚོ་མ་བསམ་ན། སྦྱོར་ལམ་རྒྱུད་ལ་སྐྱེ་བར་བྱེད་པ་ལ། འོ་དེ། ག་རེ་ག་རེ་རང་གི་རྒྱུད་ལ་སྐྱེ་དགོས་འོ་དེ་གཅིག་རེད། ད་དེ་རིང་གི་འགྲོས་གཉིས་པ་དེ། འགལ་རྐྱེན་རྒྱག་པ་སྤངས་པ་རྒྱག་པ་ཡིན་པ། ཐར་ལམ་ལམ་མཐོ་བ་ལམ་མཐོ་བའི་བྱེད་པ་ལ་ང་ཚོ་མ་སོང་ལ་ཐར་ལམ་མཐོ་བའི་བྱེད་པ་ལ་སངས་རྒྱས་འཁོར་བ་མཐོ་བའི་བྱེད་པ་ལ་འཁོར་བ་འདི་ནི་ཐར་ཡ་ཐར་ཡ་བྱེད་པ་ལ་ང་ཚོ་ལ་བར་ཆད་བྱེད་མཁན་མང་པོ་ཡོད་རེད་བ། དགའ་རྐྱེན་བེད་སྤྱད་བྱེད་མཁན་མང་པོ་ཡོད་རེད་བ་འོ་དེའི་ནང་ནས་དགའ་རྐྱེན་བ་རྒྱག་པ་སྤང་བ་རྒྱག་པ་སེ་ང་རྒྱལ་ཡིན་པ་རྒྱག་པ་སེ་ང་རྒྱལ་ང་འཛམ་གླིང་འདིའི་ནང་ལ་ང་ལ་དཔེ་མེད་སྲིད་གི་ཚིག་ཡ་མེད་ང་ལ་ཕྱུག་ཡ་མེད་ང་འཛམ་གླིང་འདི་སྐྱིད་པོ་ཆེན་བསྡད་ཡ་ཡོད་བསམ་པ་ཅིག་ང་ལ་ཅིག་ང་རྒྱལ་སྐྱེ་ཡ་ཆེ་འོ་དེ་རྒྱག་པ་སྤང་དགོས་ཡ། བྱས་ཙང་འདིར་འཁོར་བ་ལ་སྐྱེས་ཕྱིན་ཆད་ལ་རྒྱགས་པ་ང་རྒྱལ་བྱེད་དགོས་རྒྱུ་མཚན་ཁོ་ན་ཡོད་མ་རེད་འཁོར་བ་འདི་སྡུག་བསྔལ་གྱི་རང་གཤེད་རེད་ལ་བྱས་ཙང་འགལ་རྐྱེན་རང་གི་བར་ཆད་བྱེད་མཁན་རྒྱགས་པ་སེ་རང་གི་བར་ཆད་བྱེད་རྒྱགས་པ་སྐྱེ་ཡ་ལ་གར་སོང་ཡ་ན་དོན་ཚན་མང་པོ་ཡོད་འདི་ན་དོན་ཚན་ལྔ་བཤད་ཡོད་རེད་བྱས་ཙང་འགལ་རྐྱེན་འགལ་རྐྱེན་སེ་བར་ཆད་བྱེད་མཁན་འགལ་རྐྱེན་རྒྱགས་པ་སྤང་དགོས་པ་སེ་འདུག་ཨོ་དེ་བསྟན་པ་འདི་རེད་ད་ལྟ་ཨ་ཚིག་རེད་ཀློག་མཁན་དག་ན་དགའ་སྐྱིད་སྡུག་གྲལ་དང་དེ་བཞིན་དུ་ལས་ནི་བདག་གི་ཆེད་ལས་མ་འདས་ཤེས།

ཕྱི་ལ་ང་ཚོ་དགའ་ཟིན་ལ་སྡོང་དེ་ཡོད་དེ་འདྲས་ཀྱི་གནོད་པ་དེ་འདྲས་ཡོང་གི་ཡོད་ལྷ་དང། མི་དང། ལྷ་དང། འདྲས་དང་དེ་འདྲས་ཀྱི་གནོད་པ་ཡོང་ཕྱིའི་གནོད་པ་ག་ས་ལ་ཡོད་ན་ལྷ་དང་འདྲས་དེ་འདྲས་ཀྱི་གནོད་པ་ཡོང་ཨ་ཡོད་རེད་ལབ་རེད། ནང་གི་ནང་ལ་བར་ཆད་ཡོང་ས་ལ་བས་ནང་ལ་གར་ཆད་ཡོང་ས་ལ་བ་ཡིན་ན་ནང་ནང་གི་བར་ཆད་འབྱུང་བ་ཞིག་འཁྲུགས་པ་དེ་ནས་ས་ཆུ་མེ་རླུང་འབྱུང་བ་ཞིག་འཁྲུགས་སོང་ན་ང་ནག་གི་ཡོད་རེད་བ། འབྱུང་བཞི་འཁྲུགས་སྙོམས་མ་སོང་ན་ང་ཚོ་ལུས་པོ་རྣམས་འབྱུང་བ་བཞི་ཚང་དུ་ཡོད་ར་ས་ཡོད་རེད་ཆུ་ཡོད་རེད་མེ་རླུང་ཡོད་རེད་དེ་བཞི་འཁྲུགས་སོང་ན་ང་ཚོ་ནག་གི་ཡོད་རེད་བྱས་ཙང་འབྱུང་བཞི་འཁྲུགས་པའམ་ཕྱིའི་རྐྱེན་གདོན་འདྲེ་ལ་སོགས་པ་དང་ནང་གི་རྐྱེན་འབྱུང་བ་བཞི་འཁྲུགས་པ་དེ་ནག་གི་ཡོད་རེད་ཟེར་ལབ་རེད་འདུག་བ། ལུས་ན་སོ་འགས་པས་ལུས་ན་སོ་ལུས་དང་ན་སོ་འགས་པའི་སྒ་ལ་ཁག་འགས་འགྲོ་དགོས་ལ་དགའ་བའི་སྡུག་བསྔལ་ཡོང་གི་ཡོད་རེད་ཟེར་ལབ་རེད་ང་ཚོ་ལ་ན་བའི་སྡུག་བསྔལ་ཡོད་ར་བ།

དེ་ནས་ཁ་བགད་པའི་སྡུག་བསྔལ་ཕྱིས་སྐྱེ་དགའ། ཅེས་དགའ་བ་སེམས་ན་ཁ་བགད་བ་བགད་འགོག་ཆགས་ནས་དང་རང་གི་རྐང་པའི་སྒང་རང་གི་ལུས་མ་ཁྱོགས་པར་བྱས་ནས་རྒྱུག་པ་སོགས་འགྲོགས་ཐུག་འདའ་བ་དེ་དགའ་བའི་སྡུག་བསྔལ་ཡོད་རེད་བ། འོན་ཏེ་ནང་ལ་ལུས་ན་སོ་བགད་པས་དགའ་བའི་སྡུག་བསྔལ་ལགས། ན་བའི་སྡུག་བསྔལ་ན་བ་དང་ལུས་ན་སོ་བགད་པས་དགའ་བ་དང་ལགས། འཆི་བ་ཐ་མ་ཐ་མ་འཆི་བ་ཡོད་ར་ཤི་བ། འཆི་བ་སེམས་ན་ཤི་བ་རེད་ཨའོ་ཅག་གིའུ་འཆི་བ་སེམས་ན་ཤི་བ་རེད།

ནགས་ནག་པའི་སྡུག་བསྔལ་སོགས་ལུས་ནག་སོགས་ཀྱི་ཕྱིའི་སྐྱོན། ལྷ་དང་བུ་དང་ཕྱིས་ཀྱི་གདོན་འདྲེ་ལ་སོགས་ནང་གི་འབྱུང་བ་བཞིར་འཁྲུལ་པའི་དགའ་བ་ཁ་དགའ་བ་དང་སོགས་དེ་ནི་འཆི་བ། འགྲོ་བ་འཆི་བ་མི་རྟག་པ། དང་པོ་ཐ་མ་ཤི་བའི་སྡུག་བསྔལ་ཡོང་གི་ཡོད་རེད་བ། ན་རྒ་འཆི་སྡུག་སྡུག་པ་སྡུག་བྲལ་ས་དེ་དག་དེ་སྡུག་ག་སྡུག་སེ་སྡུག་ག་སྡུག་བྲལ་ས་དོན་དག་ལོག་རེད་ད་སྡུག་བྲལ་ས་ནི་རང་གི་སྙིང་སྡུག་དང་བྲལ་བའི་སྡུག་བསྔལ་ལབ་རེད་རང་གི་སྙིང་སྡུག་དང་བྲལ་བའི་སྡུག་བསྔལ་རང་གི་སྙིང་སྡུག་ཕྲ་བའི་དོན་དངོས་སུ་རང་ལ་དཔེར་ན་ཁྱེད་སྙིང་སྡུག་ཟེར་བ་ག་མགོན་མ་སོགས་མི་འདུག་ཁྱེད་རང་དཔེར་ན་བུ་གཅིག་དང་བུ་མོ་གཅིག་དགའ་བོ་ཡོད་ན་ངས་སྙིང་སྡུག་ཟེར་གྱི་ཡོད། དཔེར་ན་ཕ་མ་གཅིག་ལ་རང་གི་སྙིང་སྡུག་གར་སེལ་བ་ཡིན་ན་རང་གི་བུ་དེ་རེད། བུ་གཅིག་ལ་རང་གི་སྙིང་སྡུག་གར་སེལ་བ་ཡིན་ན་རང་གི་ཕ་མ་ཆགས་འདུག་འོ་དེ་གར་གྲལ་འདུག་ངས་རང་གི་སྙིང་ཉེ་བོ་དེ་ཚོ་སྡུག་པ་དང་བྲལ་བ་འདུག་སྡུག་གྲལ་ས་སྡུག་བསྔལ་ཕྲ་བ་ཟེར་བ་མ་གཏའ། རང་གི་སྙིང་སྡུག་དང་བྲལ་བའི་སྡུག་བསྔལ་ཡོང་གི་ཡོད་རེད་ཟེར་བ་རེད། རང་གི་སྙིང་དཔེར་ན་རང་ལ་དགའ་བོ་རང་གིས་དགའ་བོ་བྱས་ས་རང་གིས་དགའ་བོ་ཉེས་པ་བྱས་ས་གྲལ་སོང་སྡུག་བསྔལ་ཡོང་གི་འདུག་ཨོ་དེ་སྙིང་སྡུག་དང་བྲལ་བའི་སྡུག་བསྔལ་ཟེར་བ་རེད། སྐྱེ་རྒ་ན་འཆི། ན་རྒ་འཆི་དུག་དེ་ན་རྒ་འཆི་དུག་དང་འདྲ་དེ་བཞིན་དུ། དག་གི་འདུ་བ། ན་བའི་འདུ་བ་འཁོར་བར་སྐྱེ་ཕྱིན་ཆད་ན་བའི་སྡུག་བསྔལ་འདུ་བ་རྒ་བའི་སྡུག་བསྔལ་འདུ་བ་ཤི་བའི་སྡུག་བསྔལ་འདུ་བ། སྙིང་སྡུག་དང་ཕྲ་བའི་སྡུག་བསྔལ་དེ་བཞིན་དུ་ལས་ནི་བདག་གི་ཕྱིར་ལ་མ་འདས་ཞེས་སོ། ལས་བྱེད་པ་དེ་ལ། ལས། ཁ་བ་འདི་ལ་འཁོར་བ་འདི་ལ་ག་རེ་བྱེད་པ་ཡིན་ན་ལས་ཀྱི་དབང་གིས་འཁོར་བ་འདི་ལ་སྡུག་བསྔལ་དང་བདེ་བ་གར་བྱུང་བ་ཡིན་ན་ཡང་ལས་ཀྱིས་འོང་གི་ཡོང་གི་ཡོད་རེད་ལས་བསགས་པ་ལ་བརྟེན་ནས་སྡུག་བསྔལ་ཡོང་གི་ཡོད་རེད་སྐྱེ་བ་སྔོན་མ་ལས་ངན་པ་བསགས་པ་ལ་བརྟེན་ནས་ཚེ་འདི་ལ་སྡུག་བསྔལ་མྱང་གི་ཡོད་རེད་ཟེར་བ་ལས་བདག་གིར་བྱས་པ། ལས་བདག་གིར་བྱས་པ་ཟེར་བ་ལས་དེ་རང་གིས་བསགས་པའི་ལས་དེ་རང་གིས་མ་བྱས་ན་སུས་ཁྱེར་ཟེར་བ་དེ་བསམ་བློ་བཏང་ནས་ས་སྡུག་བསྔལ་ཆེ་ཆུང་སོང་ན་རང་གིས་བསགས་པའི་ལས་དེ་རང་གིས་མ་བྱས་ན་སུས་ཁྱེར་གི་རེད་ཟེར་བ་དེ་བསམ་བློ་བཏང་དགོས་རེད་ལབ་འདོད་རེད། ལས་ནི་བདག་གིར་བྱེད་ལ་མ་འདས་ལས་བདག་གིར་བྱེད་པ་ཟེར་ན་ཁས་ལེན་བྱེད་པ་དཔེར་ན་ཁྱེད་རང་ལ་སྡུག་བསྔལ་བྱུང་སོང་ན་ཁྱེད་རང་ལ་སྡུག་བསྔལ་བྱུང་སོང་ན་ང་སྡུག་བསྔལ་ཡོང་ཡ་དེ་ང་རང་སྐྱེ་བ་སྔོན་མ་གི་ལས་ཀྱི་འབྲས་བུ་ཡིན་སང་ཁས་ལེན་བྱེད་ལས་བདག་གིར་བྱེད་པ་སང་ཁས་ལེན་བྱེད་དགོས་རེད་ལབ་རེད་ལས་ནི་བདག་གིར་བྱེད་ལ་མ་འདས་ཞེས་དེ་ལྟར་ཡང་དང་ཡང་དུ་བསམ་པ་ནི་འཁོར་བ་ལ་སྐྱེས་ཕྱིན་ཆད་ལ་ན་བ་ན་ཡག་ཡོད་རེད་ཁ་བགད་ཡོད་རེད་ཤི་ཡག་ཡོད་རེད་རང་གིས་རང་གི་སྙིང་སྟོབས་དང་བྲལ་བའི་སྡུག་བསྔལ་ཡོད་རེད་ཚེ་འདི་ན་ལས་ངན་ག་རེ་བྱུང་སོང་ན་སྐྱེ་བ་སྔོན་མ་བསགས་པའི་ལས་ཀྱི་འབྲས་བུ་རེད་དེ་ཀྱི་ལས་འབྲས་བུ་དེ།

ནང་གི་རྐྱེན་དགའ་ས་དང། ནང་གི་རྐྱེན་ན་སོ་སྐྱེ་བའི་སྡུག་བསྔལ། དེ་ནས་འཆི་བའི་གེགས་ཐ་མ་ཐ་མ་སྐྱེ་བའི་ཐ་མ་འཆི་བའི་སྡུག་བསྔལ། དེ་ནས་རང་གི་སྙིང་སྡུག་དང་བྲལ་བའི་སྡུག་བསྔལ་འདུ་བ། ཁ་བྲལ་ཐབས་མེད་བཞིན་དུ་སོ་སོར་བྱེད་པའི་སོ་སོར་སོ་སོར་བྱེད་པ་སོང་ཙང་དགའ་ས་དེ་ལས་བྲལ་ཐབས་མེད། རྒྱུ་མཚན་དེ་ལ་བརྟེན་ནས། བདེ་སྡུག་དེ་དག་སྔར་བྱས་སྔར་བྱས་པའི་ལས་ལ་རག་ལས་ཡོད་པ་མ་རྟོགས་ས། རང་དབང་མེད་པས་རང་དབང་མེད་པ་དེ་ཤེས་པའི་སྒོ་ནས་ཡང་དང་ཡང་དུ་བསམ་བློ་བཏང་ནས་ཁེངས་དྲེགས